དེ་གི་རྗེས་དེ་ལས་དོན་འདི། ཁ་ཚང་གི་སྒྲུང་འདི་མུས་མཐུད་ནས་མ་འབྲི་ཅིང་ང་རང་གི་ཁོང་ཁྲོ་གི་འདྲེ་སྲིན་མ། ཅང་ཡིན་མེད་སྐོར་ལ་ལ་འོ་བསམ་ཟེར་བ་དེ་མ་འགྲོ་ངེས་ལ་དོན་དེ་ང་ཚོ་སྤྱོད་འཇུག་གི་རྩ་བ་དེ་འདྲ་ཞིག་འདུག་ཡ། དེ་དག་ཐམས་ཅད་གཞན་གྱི་དབང་དེ་ཡི་དབང་གི་དེ་དབང་མེད། དེ་དག་ཤི་ན་སྤྲུལ་དག་པོ། དངོས་པོའི་རྐྱེན་ལ

དེ་ག་ལ་ག་ལ་ག་ལ་ཞེས་སུ་སུ་སུ་སུ་སྒོམ་རྒྱུག་རྒྱུག་རྒྱུག་རྒྱུག་རྒྱུག་ནང་ལོག་བར་ལྟ་ག་ལུགས་དེ། ཨེ་ཅི་ར་མ་ཟེར་ཧོ་ད་བ་ལ། ཧོ་ད་བ་ལ་སྔས་ནས་ང་རང་སེམས་ནང་ལ་རྡོག་རྡོག་ཡོད་རྒྱུག་གྱུར་བ་དེ་རྦད་དེ་ཧོ་ར། ཞུ་འགྲོ་ཟེར། ཅིག། ཅིག། དེ་ངས་འདྲ་བོ་ཅིག་མི་འགྱུར་རོ་ཅིག་ཆ་ནས་ས་ངས་ནས་རྡོག་རྡོག་ཞེ་པོ་ཅིག་ད། འཛིན་དེ་ཡོད་ཡ། ཨེ་དེ་གི་རྗེས་ལ་ད་ང་དེ་འདྲ་མི་འདུག་ད་མ་རེད་ཁོ་ཚོ་རེད་བསམ་ས་ཡོད་ཁོ་ཚོ་ད་ལྟ་ཕ་གི་མི་བཅོ་ལྔ་ཙི་ཡོད་རེད་བ་ད་ནི་མི་བཅོ་ལྔ་དེ་ཚོ་རེ་རེ་རེ་རེ་བསམ་བློ་བཏང་ཡོད་པ་སུ་རེད་འདུག་དེ་གཉིས་ཕ་བསམ་བློ་བཏང་སྟེ་མི་དེ་འདྲ་རང་ཡང་མི་དེ་ལ་ཕ་ཕ་ཕ་ཚེ་ཧ་འགྲོ་དེ་ལ་ཨེ་ཁྱོད་ཅེ་མི་ཅེ་ཡང་ཁོ་གི་ཅེ་ཅེ་ཟོ་ད་གོ་ད་མི་ད་ད་ཁོ་ཚོ་ཡོད་རེད་བ་ཡ་རིན་པ་རིན་པ་ཕ་ཅེ་ཚེ་ཧ་འགྲོ་དེ་ཨ་ནི་སེང་ད་ད་དེ་བ་འཇིགས་དབང་རེད་བ་ཅེ་ཚེ་རེད་བ་དེ་ནི་ཅི་ཡ། རྒྱུ་གསལ་མེད་འགྱུར་རོ་ཅི་ད་ཚེ་ངེད་ནི་དཔལ་ཆེན་པོ་ད་གོང་རུ་ཟས་ཟད་པའི་ཁོ་ར་ཅིག་ཡོད་རོ་ཡ་དེ་ཅི་ཡང་མི་འགྱུར་ཆ་རེད་ཕ་གིའི་ཁྱོ་ད་ལ་མི་འདུག་རོ་ང་རང་ཁྱོ་ལ་མི་འདུག་ད་ངེད་ཀྱི་ངེད་ལ་གོང་རུ་ཟས་ཅོ་ཆ་ཚང་ཅིག་ཡོད་རོ་ད་དེ་ང་རང་ང་རང་ད་ག་ལ་རོ་ང་ཚོའི་བས་ངོ་ཚ་དགོས་ཡ་རོ་ཅིག་ཚོ་ཟེར་བ་ད་དེ་དཔེ་འཇོག་ཚར་བ་དང་ངས་ག་ཚོད་ད་ཚོད་ངས་ནི་གར་གྱི་ནི་དེ་འདྲའི་རླུང་ལངས་ང་རང་ང་རང་པའི་སྐྱེས་བུ་ཟེར་ཤི་ནས་བ་ལ་གི་སྡུག་བསྔལ་ནང་བཞིན་ཅིག་དེ་ནི་གར་གྱི་ནི་བཟོས་ནས་བསམ་བས་ང་རང་ང་རང་པའི་ཧོར་ཡིད་མ་ཆེས་འགྲོ་ཅིག་བྱ་ཟེར་བ་དང། ད་སྙིང་བ་འདི་ལ་གར་འགོད་ཚུལ་ཟེར་ལན་ན། ཡ་ད་ངས་པས་ས་དེ་བསམ་ཟེར་བ་ང་རང་ང་རང་གི་པའི་ཧོར་བ་དེ་འདྲས་བྱས་ཤིང་ད་དེ་ཁོ། མ་རིག་པ་རུ་ཧ་མ་གོ། ད་ང་རང་ང་རང་གི་བའི་གོང་རོ་དེ་གི། དེ་འདྲས་ཅིག་བྱས་ཞེས་ཏེ་ད་ད་རིང་རྦད་དེ་ཞོན་འདྲེ་ཤོར་ཚར་སོང་ད་དགུ་དུས་ཞུས་ཚར་བ་ཡ། དེ་ནས་ད་རྣལ་འབྱོར་ཆ་ཚང་དེ་ད་ལྟ་ལས་གཞི་ཅིག་གི་ཐོང་ཡོད་ད་ངའི་གདོང་པ་ཆ་ཚང་ཡ། དེ་ནས་ད་བས། ཞོན་འདྲེ་ཆེན་པོ་ཅིག་ཞོར་ཚར་འདུག་བསམ་ནས་ད་ཡང།

ད་ཐེངས་འདི་ལ་ད་ངས་ཀྱི་ཡང་དེ་བསམ་བློ་ཞན་པ་དེ་མ་བཅའ་ཡ་དང་དེ་ནས་ང་ཁོ་ཚོ་ག་འདྲའི་སི་ཐུ་ཡིན་མིན་སྐོར་ལ་སྒྲིང་འདི་རྗེས་མ་དེ་ལ་ཤེས་བོར་བ། ཨ་ནས་ད་ད་ལྟ་དེའི་ནང་ལོགས་ལ་ད་སོ་སོས་རང་ཉིད་ཀྱི་ཁོང་ཁྲོ་ལངས་དུས་ལ་མཐོང་ལམ་དེ་འདྲའི་སྒྲོག་ཅིང་འབད་བརྩོན་ད་ལྟ་བ་དེ་གནང་ཡིན་པས། གལ་སྲིད་གནང་མེད་པ་ཡིན་ན་ཨ་ནས་མ་འོངས་པ་ལ་སོ་སོས་སེམས་ལ་ཁོང་ཁྲོ་རེ་བདེ་ཆ་ཞེ་སྡང་གཏི་མུག་ག་འདྲས་ཀྱིས་བསྐྱེད་ཡོང་བས་ཡིན་ན་ཨ་ནི་བསམ་བློ་དེ་འདྲའི་འགྲོ་བའི་སྟངས་ཀྱིས་ཁོ་ག་བ་འདུག་ཅིག་ཚེ་ཧ་རོ་ཅིག་འགྲོ་ཞེས་སྣང་བས་ཡིན་ན་ཨ་ནི་ཁོ་འཛི་དགོས་ཚུལ་གསལ་མེད་འགྱུར་ད་སོ་སོའི་ངེས་ལེགས་པའི་བསམ་པ་ནང་བཞིན་ཅིག་མེད་པར་ཆགས་རིགས་འདུག་ཡ་ཨ་འདི་ལས་ཕན་ཐོག་དཔེ་མི་སྲིད་ཆེན་པོ་འདུག་རོ་ཨ་གལ་སྲིད་ཁྱེད་རང་གིས་དེ་འདྲའི་ཚེ་ཐག་བཞེས་མེད་པ་ཡིན་ན་ཨ་ཚེ་ཐག་ཅིག་བཞེས་ནས་དེའི་སྐྱེ་བོ་ཞེ་དྲག་འདི་ལྟ། ཨ་མྱེས་ཀྱི་སྒྲུང་བཞིན་པ་དེ་རྗེས་མ་དང་བྱེ་བ་ལ་སོགས་དུས་ཀྱི་ཆེ།